ཨ་ནེ་ལཱན་དྲན་ནས་བརྒྱུད་ལམ་གསན་གསན་གནང་ཉེ། བོད་ཕྱི་ནང་གཉིས་ཀྱི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་རིང་ང་ཚོ་ལཱན་དྲན་ནས་ཀྱི་བོད་ལ་ཕུལ་བའི་མི་ཚེ་ཞེས་པའི་ལས་རིམ་དེའི་ནང་ལ་ང་ཚོ་དགེ་བཤེས་ལྷག་རྡོར་ལགས་གདན་ཞུས་ཡོད། དགེ་བཤེས་ལྷག་རྡོར་ལགས་ལ་དགའ་བསུ་ཞུ་བ་དང་ཆབས་ཅིག་དགེ་བཤེས་ལྷག་རྡོར་ལགས་ཀྱིས་ང་ཚོ་ལཱན་དྲན་ནས་ལ་དུས་ཚོད་བཏོན་གནང་བ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན། རྩ་བའི་དགེ་བཤེས་ལྷག་འདོད་ལ་ཆ་མཚོན་འབད་བྱས་ན་ནི། བོད་ཕྱི་ནང་གཉིས་ཀྱི་བོད་རིགས་སྤུན་ཟླ་ཚང་མས་ཀྱིས་མ་མཁྱེན་པ་ཅིག་ཡོད་མ་རེད་བསམ་གྱི་འདུག་དེ་ཡིན་ན་ཡང་དགེ་བཤེས་ལགས་ལ་ང་ཚོས་ལོ་རྒྱུས་མདོར་བསྡུས་ཅིག་གསུང་རོགས་གནང་ཟེར་འབོད་སྐུལ་ཞུ་ཡིན་དགེ་བཤེས་ལགས། གཡས་ས་དེ་བོད་ལ་སྐྱེས། དེ་ནས་ལོ་ཆུང་ཆུང་སྐབས་ནས་ལྟ་ངན། ཏག་ཏག་ཅིག་བཤད་ཡི་མི་འདུག་དེ། ལོ་དྲུག་ཡས་མས་ཅིག་མེད་འགྲོ། དེ་འདྲས་ཅིག་ནས་ཚུལ། ཨ་ནི་ཆོས་ཐོག་ཡོང། དེ་ནས་ད་སྒྲུང་མང་པོ་བཤད་མི་གོ་བྱས། ད་ང་ཚོ་ཕ་མ་དེ་ཚོ་ལམ་སྲོལ་ཡོད་རེད། དེ་རྗེས་དེ་བ་ནས་དེ་ནས་སློབ་གྲྭ་ལ་ཕྱིན། ཨ་ནི་འཛིན་གྲྭ་བཅུ་གཅིག་ད་སྦྲ་ལོ་སི་གཏན་འཇགས་སློབ་གྲྭ་ནས་ཐོན། ཨ་ནི་དེ་ཚར་བའི་རྗེས་ལ་དེ་ནི་རྡ་རམ་ས་ལ་རིག་ལམ་སློབ་གཉེར་ཁང་ལ། དཔེ་ཆ་ད་ག་ཕྱིན་ཏེ་ལོ་བཅུ་གསུམ་བཅུ་ཤས་ཅིག་ཕ་གི་དཔེ་ཆ་སྟེ། དེའི་རྗེས་ལ་ཨ་ནེ་ལོ་གཉིས་དང་ཕྱེད་ཀ་ས་ཅིག་ལྡི་ལི་བོད་ཁང་ནང་ལ་སྐད་སྒྱུར་དང་ཉམས་ཞིབ་ཀྱི་ལས་ཀ་བྱས། དེའི་རྗེས་ལ་ཨ་ནེས་སྐུ་གི་ཡིག་ཚང་ནས་བཀའ་གནང་བ་ལྟར ྋསྐྱབས་མགོན་རིན་པོ་ཆེ་གིས་ད་ཕ་གི་ཡིག་ཚང་རང་ལ་འདེད་མཁན་གྱི་གསུང་སྒྱུར་བྱེད་ཅེས་ནས་ལོ་བཅུ་དྲུག་ས་ཅིག་ཡ་གི་ལས་ཀ་བྱས། དེའི་རྗེས་ལ་ཨ་ནེས ྋསྐྱབས་མགོན་རིན་པོ་ཆེའི་བཀའ་འབྲེལ་ལྟར་ད་ལྟ་ང་ལས་ཀ་བྱེད་བཞིན་པ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་བྱས་ནས་ད་ལོ་ཉིས་སྟོང་གཅིག་ཕྱག་གྲོགས་བྱས་འདུག་དེ་འགན་འཛིན་བྱས་ནས་བྱས་ཙང་རྒན་གོག་ག་ཚད་རིན་མེད་འདི་ཧ་གོ་འདུག་ད། ཨོ་དེ་འདྲས་ཟེར་རོ་ད་སྙིང་བསྡུས་ཟེར་རོ་དེ་འདྲས་ཅིག་རེད་ཨེ་ནི་ངས་དེ་སློབ་སྦྱོང་བྱ་རྒྱུའི་རིམ་འདྲ་བོ་ཅིག་བྱས་པ་ཡིན་ན། ཨེ་ནི་ཅཱན་ཏི་གྷར་མཐོ་སློབ་ནས MA English བྱས། དེ་ནས་ལྡི་ལི་གཙུག་ལག་སློབ་གཉེར་ཁང་ནས MPhil

དེ་ནས་ཆུའི་འགྲམ་ལ་རྩེ་མོ་རྩེ་བདེ་བ་གཅིག་འཁྲེང་གི་འདུག། ཆུ་དེ་འདྲེས་པས་ཆུ་པད་གཙང་མ་དེ་འདྲེས་མ་རྒྱུག་བདེ་བ་བྱས་དེའི་མཐའ་ཚང་མ་ལ་སྤང་བྱས། སྤང་ནང་ལ་མེ་ཏོག་ཆུང་ཆུང་སྔོན་པོ་གཅིག་དང་སེར་པོ་དེ་འདྲེས་ཤར་གི་རེད།
བྱས་ཙང་མེ་ཏོག་ཆུང་ཆུང་དེ་ཚོས་སྔོན་པོ་དེ་ཚོ་བཙགས་ལ་ཕྱིན་ནས་ང་ཚོ་འདི་ལབ་གི་རེད་ང་ཚོ་ཁ་ཕྱེ་ཨ་ལ་ངོ་ཚ་ཨ་ལ།

ཀུན་ཏུ་དཔེ་མཛངས་དྲང་ལྡོག་ཧོ་ཞིའོ་ཅེས་ཞབས་ཞུ་བ་མང་པོ་ཅིག་ཤེས་སོ། ད་ག་རེ་ན་ཅིག་ཡག་པོ་ཡོད་ས་མ་རེད་བསམ་དངངས་སྐྲག་འདྲ་ཅིག་བསམ་བློ་ནང་ལ་འདི་འདྲ་ཅིག་སླེབས་སོང་ལ་རེད་འདི་ཅིག་དྲན་གྱི་འདུག་དེ་འདྲས་ཅིག་ནས་ང་ཚོ་མི་ཚང་འདི་ཡར་ཕྱིན་ནས་ད། རྒྱ་མི་གིས་འདི་ཞེད་སྣང་འདི་འདྲས་ཡིན་གྱི་རེད་བ་རིགས་ཅིག་སྒང་ལ་ཅིག། དེ་མ་རེད་དེ་གུང་ལ་འདི་བྱས་རེད། རྒྱ་མི་གིས་ད་མི་ཚང་མ། ཁྱོ་ག་ཚང་མ། སེམས་ནས་འཇུ་འགྲོ་གི་འདུག་ཟེར་སྐད་ཆ་ཅིག་ཡོད་རེད། དེ་བྱས་ནས་ང་ཚོ་ཁྱོ་ག་ཚང་མ་རི་སྒང་ལ་བོས་ཕྱིན། ད་སྐྱེས་དམན་དང་ང་ཚོ་སྤུ་གུ་ཁ་ཤས་དེ་ས་ཆ་དེ་སྔར་མིང་དྲན་གི་འདུག་སྤང་ལུང་ཟེར་གི་རེད། སྤང་ལུང། སྤང་ལུང་དེ་དེ་བྲག་ཕུག་འདྲ་ཅིག་ཡོད་རེད་བྲག་ཕུག་ཟེར་བ་རུ་ད་ལུང་པ་འདྲ་ཅིག་བྲག་ཕུག་འདྲ་བོ་ཅིག་དེ་ནང་ལ་ང་ཚོ་སྐྱེས་དམན་སྤུ་གུ་ཚང་མ་དེ་ད་ཡིབ་ཟེར་བ་རེད་དེ་སྒུག་ནས་བསྡད་དེར། བསྡད་བསྡད་དུས་རྒྱ་མི་རྟ་བ་ལྔ་ཟེར་གཅིག་སླེབས་སོང།

ངའི་པགས་ལ་དང་ང་ཚོ་རྟ་ཁ་ཤས་ཀྱིས་ཁྲིད་ནས་ཕྱིན་སོང་གོ་འདུག་ང་ཚོ་རྡོ་ལ་མ་བབས། དེ་ནས་ངའི་པགས་ལ་དང་རྟ་ཁ་ཤས་ཁྲིད་ནས་ཕྱིན་སོང། ཕྱིན་ནས་དགུང་ཟླ་ཆུ་བོ་ཆུ་བོ་ངའི་པགས་ལ་དེ་ཡར་ལོག་སླེབས་སོང། རྟ་ཁོ་ཚོས་གློག་བརྙན་འདྲ་བོ་སྤྲད་ཁ་ལག་འདྲ་བོ་སྤྲད་དེ་འདྲ་བྱེད་ཀྱི་འདུག་ཟེར་ང་ཚོ་རྟ་ཡག་ཚང་མ་ཁོ་རང་ཚོའི་ཕར་ཁྱེར། དེའི་ཚབ་ལ་རྟ་སྐྱོ་བ་དེ་འདྲ་ཁ་ཤས་ཀྱིས་སྤྲད་ཤག་འདི་ཁྲིད་ནས་ཚུར་སླེབས་སོང་ཨེ་ནས་དགུང་ཟླ་ཆུ་བོ་ཆུ་བོ་དེ་ནས་མི་དེ་ཚོ་ག་ལེ་ག་ལེ་ཤིང་ནགས་སེར་ནས་ཚང་མ་བབས་སླེབས་སོང། ཤིང་ནགས་སེར་བོ་རེད་པས་ད་རི་འགག་ནས་མ་བབས་སླེབས་སོང། དེ་གཅིག་དྲན་གྱི་འདུག་དེ་འདྲའི་གཅིག་ནི་ང་ཚོ་ཡང་ག་རེ་ནས་གཅིག་བྱས་ནས་རིགས་ཀྱི་སྟེང་ལ་ང་ཚོ་བོད་ཆེན་རེད་རིགས་ཀྱི་སྟེང་ལ་ཉི་མ་ཁ་ཤས་བསྡད་རེད་དེ་འདྲའི་གཅིག་ནི་ད་ཁྱེད་རང་ཚོ་ཁ་ཤས་ཡལ་གྱི་བསྡད་ཤག་ཟེར། མ་མགྱོགས་པོ་མ་བབས་ན་ཁོ་ཚོ་གཅིག་མེད་འཇོག་རྒྱབ་འདྲ་མི་འདྲ་བྱེད་ཀྱིན་ཟེར་དེ་འདྲའི་གཅིག་གི་གནས་ཚུལ་གཅིག་དྲན་གྱི་འདུག་དེ་ནི་ང་ཚོ་དེ་ནི་ལམ་སང་ང་ཚོ་བོད་ཆེན་ནས་ཡོང་རེད།

སློབ་གྲྭ་སློབ་སློབ་སྦྱོང་གནང་ག་ད་སློབ་གྲྭ་ཁག་ཁག་འོག་མང་པོ་འགྲོ་ཅིག་ཕེབས་གནང་ཤག་དེར་སློབ་སྤྲོང་གནང་དུས་གང་ལ་ད་སོ་སོ་ལ་སྐུལ་མ་གནང་ཉེས་གལ་ཆེ་ཤོག་འགྲོ་ཅིག་ག་རེ་འགྲོ་ཆག་གི་འོ་ན་ཅིག་མོཏིབེ། སྐུལ་མ་གནང་མཁན་ཡག་ཤོག་དེ་ག་རེ་ཟེར་ན་དེ་སྐབས་ལ་སློབ་གྲྭ་མཐུན་རྐྱེན་ཡོད་མ་རེད་སྐྱོ་བོ་སྐྱོ་བོ་ཡོད་རེད་སྐུལ་མ་གནང་མཁན་ཡག་ཤོག་དེ་རེད་ད་དྲང་པོ་བཤད་ན་དེ་སྐབས་ལ་ད་དེང་སང་གི་ཁྲ་ཁྲ་ཤིག་ཤིག་འདི།

འབུ་དམར་པོ་ཆུང་ཆུང་གཤོག་པ་ཡོད་མཁན་འདྲ་བོ་བྱེད། བ་དེ་འདྲས་རེད་ད་དུས་ཚོད་རྩོད་ནས་བལྟས་ནས་ཟེར་དགོས་རེད་ང་ཚོ། བྱས་ཏེ་དུས་ཚོད་ག་ལ་སྐྱོ་བོ་རེད་ཨ་ནེ་ཕ་མ་སྤུན་ཆགས་དེ་ང་ཚོ་དཔེ་དེ། ཕ་མ་སྤུན་ཆགས་དེ་འབྲེལ་བ་ཁོ་ར་བྱེད་ཤེས་ཀྱི་མེད། ཕ་གི་ཁ་འདི་སླེབས་པ་ཡིན་ན་ཁ་བྱང་ཡོད་མ་རེད་སྤུག་མང་ཆགས་དེ་འདྲས་རེད། དུས་དེ་ང་ཚོ་སྐད་ཆ་བཤད་ཡས་དེ་འདྲས་བྱུང་རེད། ཨ་ནེ་སྐུ་ངོ་འདི་གི་དཔེ་དེ་གར་སོང་རེད།

པའི་དེ་རྒྱལ་པོ་མང་པོ་བྱུང་འདུག་བ། དེ་སུ་རྒྱལ་ཁང་མང་པོ་ཅིག་ད་དུས་ཚོད་འགྱུར་བ་ཅིག་ནི་ལྟུང་བ་རེད། དེ་འདྲའི་རྒྱལ་ཁང་ཅིག་ང་དུ་རག་འདུག་བ་དངོས་གནས་ཧང་སང་ཡི་རྒྱལ་ཁང་རང་རེད་ད། ཁང་པ་ཁང་མིག་དེ་སུ་ཅིག་ཁང་མིག་གཅིག་གི་ཞྭ་ལམ་དམར་བོ་ཡིན་ན་གཅིག་གི་སྔོན་པོ་གཅིག་གི་ལྗང་གུ། དེ་ནས་གློག་དེ་སུ་ད་ད་ཤན་ཏི་ལིའོར་ཡིན་ན་གཅིག་སེག་རྡོ་འམ་ཁྲ་ཁྲ་ཟིག་ཟིག། སྒེའུ་ཁུང་དེ་སུ་རིམ་པ་གསུམ་གསུམ་བྱུང་དེ་འདྲ་རེད་ད། དེ་འདྲའི་ནང་ལ་ང་དུ་བཞག་སོང་བ། དེ་དེར་སློབ་གྲྭ་དེ་ཆགས་རེད།

ལ་རེ།
བྱེད་དུས་ད། དཔེ་ཆ་ལྟ་མཁན་ཚོ་གདན་ས་ཁག་ལ་ལྟ་མཁན་བྱུང་རེད་དེ་མི་ངན་ཚོས་ན་ཕྱག་མཆོད་འབུལ་བྱེད་སྐོར་ར་སྐོར་ད་དེ་རང་བཞིན་བྱེད། ཨ་ནི་སོ་སོ་ནང་མི་ནས་ན་སྤུ་གུ་དུས་གཅིག་བུ་ཡིན་ན་བུ་མོ་ཡིན་ན་གཅིག་གྲྭ་པ་ཨ་ནི་བྱེད་མཁན་བྱས་ན་ད་དཔེ་ཡག་པོ་རེད་ཟེར་རྒྱབ་སྐྱོར་བྱེད་དེ་འདྲའི་འགྲོ་དེ་རེད་བ་བོད་པ་ཡོངས་རྫོགས་དེ་འདྲའི་རེད་བ། ལང།
དེ་འདྲའི་དུས་ང་ལ་དུས་དུས་ངའི་དཔའ་བོ་ཨ་མ་ལ་གི་རེད་གྲྭ་བ་གྲྭ་བ་ལ་གི་རེད་གྲྭ་བ་གཅིག་ད་མ་རེད་ང་དུས་ད། ད་དེ་འདྲའི་བྱས་དེ་ནས་ང་དུས་ལུང་པ་ཤོར་དེ་ནས་སློབ་གྲྭ་ཕྱིན་ཕྱིན་དུས། སློབ་གྲྭ་ནང་བསྡད་བསྡད་པའི་སྐབས་ལ། ངའི་ཨ་མ་ལགས་དེ་གྲོངས་སོང་བ་ཨོ་རི་སའི་གཞིས་ཆགས་སླེབས་དེ་ཡོད་རེད། ཨ་མ་ལགས་དེ་གྲོངས་སོང་གྲོངས་དོན་དེ་ནི་དེ་ང་ཚོས་དེ་དག་བསམ་བློ་གཏད་སོང་ཡང་སླེབས་ཡོད་ས་རུ་བ། ད་སྔོན་མ་ཨ་མ་དེ་གི་གྲྭ་བ་གྲྭ་བ་ལབ་དེ་གི་རུ་ད་ཨ་མ་ལགས་གྲོངས་དུས་ད་གྲྭ་བ་བྱེད་དགོས་ས་རེད་བསམ་དེ་ཡོད་རེད། བསམ་དུས་ང་ཚོ་ཆོལ་ཁའི་ཐང་ན་ངས་ཞུས་སོང་བ་ད་དང་དེ་གུང་ཁྲི་བ་དང་ཁོང་ཚོ་ཁོང་ཚོ་གི་ཁོང་ཚོ་གས་དཔེ་དེ་ང་ཚོ་ང་ལ་གྲྭ་བ་བྱེད་ཟེར་གི་སྐུལ་མ་མང་པོ་བཏང་སོང།

བཙན་བྱོལ་ལ་གར་བསྡད་དུས་གང་ལ་བལྟ། སོ་སོ་གི་མི་རིགས་ཀྱི་ངོ་བོ་དེ་ཉར་དགོས་རེད་བསམ་གི་ཡོད་ན་ནི་མི་རིགས་ཀྱི་ངོ་བོ་ཉར་ཡ་ལ་གལ་ཆེ་ཕྱོགས་འགྲོ་ཅིག་ག་རེ་བྱ་གི་ཡོད་ན། མི་རིགས་ཀྱི་ངོ་བོ་ཟེར་དུས་ད་སོ་སོ་རིག་གཞུང་དེ་ཉར་ཟེར་བར་བ་ལ། རིག་གཞུང་ཟེར་དུས་ཚིག་ཁོ་རང་ལ་རིག་གནས་ཟེར་གི་ཡོད་ན་འདྲ་རིག་གཞུང་ཟེར་ན་རིག་པ་ལ་སྦྱར་གི་འདུག་བ་ལ།
རིག་གནས་ཟེར་དུས་ད་རིག་གནས་ཆེ་བ་ང་དང་ཆུང་བ་ང།

མི་གཅིག་པུ་མ་རེད་དེ་ཁང་པ་ཡིན་ན་རེད་ཚང་མ་ལ་ངོ་བོ་རེད་ངོ་བོ་དཔེ་དེ་འབུམ་ཕྲག་མང་པོ་ཡོད་རེད་གཅིག་གི་ནང་ལ། དཔེ་ཆ་ནང་དཔེ་ཆ་ནང་ལ་སྐད་ཆ་བཤད་སྟངས་ནང་བཞིན་བཤད་པ་ཡིན་ན། རེད་བ། ག་རེ་ཟེར། རང་རང་ངོ་བོ་ལ་ནི་ཅིག་ཐུང་ངུ་ཞིང་ཅིག་དངོས་དང་ལ་ལྡོག་པ་ལ་ནི་བདེན་པ་ཅན་ཟེར་ཡོད་ཅིག། ཚེ་སྨད་ལ་ཚིག་ཅིག་ཡོད་རེད།

ཟེར་དུས་ད་བོད་པའི་ཐུན་མོང་མིན་པའི་སྐད་དེ་ཡི་གེ་དེ་ལུང་པ་གཞན་དག་ལ་ཡོད་མ་རེད། རེད་བ།
དེ་ག་ནང་བཞིན་ནང་བསམ་བློ་གི་བྱམས་སྙིང་རྗེ་ལ་སོགས་པ་བསམ་བློ་བཏང་ཡས་ད་ནང་ཆོས་ནི་ཤེས་བཞག་པའི་ལྟ་བ་རྟེན་འབྱུང་དང་སྤྱོད་པ་ཚད་པ་མེད་པ་ཞེས་ཤེས་བཞག་ཡས་ད་དེ་ཚོ་འཛམ་བུ་གླིང་མང་ཆེ་ལ་མི་འདུག་བ། ཡག་པོ་བྱེད་དགོས་རེད་ཞེས་དེ་འདྲའི་ལྟ་ཡོད་ཀྱི་རེད་དེ། རེད་བ། ལྟ་བ་རྟེན་འབྱུང་དང། ཨ་ནི། སྤྱོད་པ་ཚད་པ་མེད་པ་ཟིག་གཏིང་ཟབ་ལོས་ཁ་ཁ་རེད་མ་གཏོགས་ཁོང་ཚོ་ལ་བལྟས་ཟིན་ཡོད་རེད་བ།

གང་ཟེར་ན་ཁྱེད་རང་ཕྱི་རེད་ཟེར་མཁན་ཡོད་མ་རེད། ཁྱེད་རང་རྒྱ་ཕྱོགས་རེད་ཟེར་མཁན་ཡོད་མ་རེད་ད་ང་ཚོ་ཀ་ལི་ཁ་ཤོ་གར་ཟེར་ན་ང་ཚོ་རྒྱ་མི་མ་རེད་བ། རྒྱ་མི་མ་ཡིན་པའི་ངོ་བོ་དེ་ཡོད་རེད། དེ་ང་ཚོས་ད་ཤེས་དགོས་བོ་རེད། གཞན་དག་རྒྱ་ཕྱོགས་དེ་ཚོས་རྙོག་དྲ་ཡོད་མ་རེད། རྒྱ་མི་ཁོ་ཡི་ཁོ་ཡི་ཡིན་མདོག་མདོག་བྱེད་ཤེས་དགོས་རེད་བ། འོ་དེ་མིན་པའི་མེན་ལུགས་དེ་ང་ཚོས་ཤེས་དགོས་རེད་ད། ད་དེ་མིན་པའི་མེན་མིན་པའི་མེན་ལུགས་དེ་ཤེས་ཡོང་དུས་ཨེ་འདི་སྐད་ལ་བལྟས་ད། ང་ཚོ་བོད་པ་མང་ཆེ་གི་དམིགས་བསལ་གྱི་ཅིག་ཅིག་ད་དུས་ཕྱིས་སུ་རྒྱ་མིའི་ཨང་ཡོད་ལམ་འོག་ལ་ཨང་རྒྱུར་འོག་ལ་བསྡད་ནས་མ་གཅིག་རང་ཅིག་ཆགས་ནས་སྐད་ཡིག་ཤེས་མཁན་ད་བོད་ནས་དུས་ཕྱིས་སུ་ཡོང་མཁན་ཡོད་རེད། དེ་མ་གཏོགས་གི་སྤྱི་བཏང་བྱས་ན་ང་ཚོ་སུས་གང་གི་རྒྱ་སྐད་དཔེ་དེ་སྦྱང་མཁན་ཡོད་ན་ཁག་ར་མ་གཏོགས་ཅིག་གང་ཤེས་མཁན་མེད་བ། གསལ་བོ་ཞིའོ་རེད་སྐད་ཁག་ཁ་རེད། ཡི་གེ་ཁག་ཁ་རེད། ཁོང་ཚོས་ཡི་གེ་ནི་དཔེ་དེ་རི་མོ་རེད་དྲང་པོ་བཤད་ན། ཚིག་རེ་ལ་ཡིག་རེ་རེ་རི་མོ་རེ་རེ་བཟོས་ནས་འགྲོ་དགོས་རེད། ང་ཚོས་དེ་འདྲས་མེད་བ། གསལ་བྱེད་དང་དབྱངས་རྣམས་གཏན་མཁས་ནས་རེད་བ། གསལ་བྱེད་དབྱངས་ཞེས་དང་གསལ་བྱེད་སུམ་ཅུ་རྣམས་ལ་གཏན་མཁས་ནས་སྟབས་བདེ་བོ་ཞིག་བུ་བྱེད་བྱེད་ནི་ཁ་ཁ་རེད། ཨེ་ནི་ག་ལ་དེ་དང་ཁོ་ཚོ་ནི་འབུ་དང་འདྲ་མི་འདྲ་ཟེར་གི་རེད། ང་ཚོ་རྩམ་པ། འདི་འབྲོག་པ་འདྲ་ཅིག་ང་ཚོ་ཟོ་རུ་བས་ན་ཤ་སྤྱི་དང་ཤ་ཟེར་གི་རེད་དེ་ཤ་ནང་ལ་སྦྲུལ་ཟོ་རུ་བ་དང་འདྲ་མི་འདྲ་ཁྱི་ཟོ་རུ་བ་དང།
ངས་འདི་སྤྱོད་འཇུག་སྐད་ཆ་མེད་དང་དངོས་ཡོད་གནས་ཚུལ་རེད། རྒྱ་མི་འདི་ཚང་མ་ཟ་གོག་འདུག་བ་མཐོང་ཚེ། དེ་མེད་བ་བོ་བ་ལ།
ཨང། བསམ་བློའི་སྟེང་ནས་དེ་བོད་པ་བར་ཆད་བརྒྱ་ཆ་དགུ་བཅུ་གོ་ལྔ་ལ་ལྷག་ས་ཞིག་ནང་པ་རེད། རེད་བ།
དཀོན་མཆོག་གསུམ་ལ་ཕྱག་མཆོད་འབུལ་བྱེད་མཁན། རེད་བ། བྱམས་སྙིང་རྗེ་མགོ་རེད་ཟེར་མཁན་འདི་རེད་དེ་ཁོང་ཚོ་ལས་མེད་བ། རེད་བ། འདི་ལྟར་ང་ཚོ་སེར་བོ་ཧ་གོ། དེ་སྲུང་སྐྱོབ་བྱེད་དགོས་ངོ་བོ་སྲུང་སྐྱོབ་བྱེད་ཟེར་ནས། དེ་མ་གཏོགས་ཀྱི་ཁོ་རྡུང་གི་བཟོ་ལྟ་དང་དེ་བཟོ་ལྟ་ཡང་གཅིག་འདྲ་བོ་འདྲ་བོ་འདུག་བ་ཤར་ཕྱོགས་བ་མང་པོ་ཅིག་འདྲ་བོ་འདྲ་བོ་ཡོད་དེ་ངོ་བོ་ཤེས་བྱེད་པ་ཅིག་བྱས་ཙང་དེ་ང་ཚོ་ཤེས་དཔེ་གལ་ཆེན་པོ་རེད་དཔེར་ན། རིག་གཞུང་ཐུན་མོང་མ་ཡིན་པའི་ཀྱི་ངོ་བོ་འཛིན་ནས་འདི་གི་ཕན་ཐོག་ག་རེ་ཡོད་ཟེར་ན། ནང་བསམ་བློ་གི་རིག་གཞུང་བསམ་བློ་བཏང་སྟངས་དེ་ཡག་པོ་ཤེས་འདི་ཡོད་ན། ཨེ་ནི་དཀའ་ངལ་ཅིག་བྱུང་ན་ལམ་སང་སྐད་ལོག་མ་རྒྱབ་མཁན། རེད་བ། ཡང་གཅིག་ལམ་ལྷུང་ར་ཅིག་བྱུང་བྱུང་ན་ལམ་སང། ཅིག་འབུར་ཤུགས་ར་ཅིག་བཤད་ནས་རེད་བ་མི་ལ་ཐུབ་ཚོད་བཏང་ནས་ང་རྒྱལ་བྱེད་འདི་མ་བྱེད་མཁན། འདི་ཚང་མ་ལབ་ཀྱི་ཡོད་རེད།

ཅིག་བྱས་ཨ་ནི་སྐད་དང་ཡི་གེ་ཅིག་ཆར་དུ་བཏགས། སྐད་དང་ཡི་གེ་བསམ་བློ་བཏང་ཆོག་ང་ཚོ་བོད་པའི་ལྟ་ཕྱོགས་འདི་ལྟ། རྒྱ་མིས་བོད་ལ་གླས་ནས་ང་ཚོ་ལྟ་ཉེན་ཁ་ཆེན་པོ་ཅིག་ཆགས་ཡོད་རོགས། འདི་འཇིགས་ཡེལ་གྱི་ཉེན་ཁ་འདྲ་བོ་ཆགས་ལྟ། དེས་ང་ཚོ་བཙན་བྱོལ་ལ་ཚུར་གླས་ནས་ད་ལྔ་བཅུ་ང་དགུ་དྲུག་ཅུ་འདི་ནས་ཨ་ནི ྋགོང་ས་མཆོག་གི་ཨ་ནི་དབུ་ཁྲིད་འོག་ལ་ང་ཚོ་ད་ལྟ་བར་ཡག་པོ་ཅིག་ནས་ཉར་ཐུབ་པ་འདྲ་བོ་ཅིག་ལྟ། དངོས་གནས། སྙེ་མ་ལས། བྲག་ག་མེད་ན་སྐྱོ་བ་མེད་པ་ཅིག་ད་ང་ཚོས་གཏན་བདེ་ཚོད་ཐུབ་ཡོད་རེད་ད། ད་ལྟའི་ཆ་ལ་ཆ་མཚོན་པ་ར་བྱིན་ད་བོད་པ་བཙན་བྱོལ་ལ་དེ་ཉིན་མང་པོ་ཆེ་ཨ་ནི་རྒྱ་གར་དང་བལ་ཡུལ་དང་དེ་ཚོ་ནས་ཕྱི་ལོག་ལ་ཡ་ཕྱི་རྒྱ་ཁ་ལ་འགྲོ་དུས་གང་ལ་ང་ཚོ་གི། སྤྱི་ཚོགས་དམའ་གྲམ་འགྲོ་དུས་གང་ལ་འདི་སྐད་ཡིག་ལ་ཉེན་ཁ་ག་འདྲས་འདྲ་བོ་ཅིག་མཐོང་གི་ཡོད་ན། ཉེན་ཁ་ཞེ་བོ་རེད་ཁྱེད་ལྟ་མཆོག་གིས་ངའི། བོད་སློབ་གྲྭ་ལ་གཏམ་བཤད་བྱེད་དུས་བཤད་པ་ནང་བཞིན་རེད། ཁོ་སྔོན་མ་ཡིན་ན། ད་ཡང་མིན་ན་མང་ཐག་ཆོད་ཅིག་བལ་ཡུལ་བསྡད་དགོས་རེད་ཡང་མིན་ན་མང་ཐག་ཆོད་ཅིག་རྒྱ་གར་བསྡད་དགོས་རེད་རྒྱ་གར་ནང་ལ་གཞིས་ཆགས་དགོན་པ་སོ་སོ་སོ་ལ་དཔེ་སོ་སོ་གི་ད་ཐུན་མོང་མ་ཡིན་པའི་རིག་གཞུང་འདྲ་པོ་འདི་ལྟ་ཡས་མཐོང་ཡས་ཉམས་ལེན་བྱེད་ཡས་ཕྱག་ཆེན་པོ་བྱེད་ཡས་བསྐོར་ར་བསྐོར་ཡས་ཚང་མ་ཡོད་ས་ཅིག་ལ་ཚང་མ་རུག་རུག་ཅིག་བསྡད་དེ་དུས་ཨེ་ནི་ཞུགས་མ་ཐག་ཏུ་ཁོ་སྐད་དུས་དེ་བོད་སྐད་རྒྱབ་ནས་འགྲོ་བསྡད་ཀྱི་ཡོད་རེད་རེད་བ། ཨེ་ནི་ཡི་གེ་དེ་གང་ལ་གང་ཚོགས་སློབ་གྲྭ་ནང་ལ་སྦྱང་ཡས་ཡོད་རེད་སྦྱང་ས་ཡོད་རེད་དུས་ཚོད་ཡོད་རེད། རེ་བ་གཏན་འཇགས་སློབ་གྲྭ་གསོ་རུབ་བརྡ་ཞེས་བོད་པའི་སློབ་གྲྭ་ཁག་བསྡུས་པ་ཡིན་ན་ཡང། ཁོ་པ་པགས་བཟོས་ཀྱིས་དེ་ཁོར་ཡུག་ཞིབ་ཅིག་ཡོར་བ། དེ་ལས་འདས་པའི་དཔེ་བེད་ཀྱི་ད་ཉར་ཚགས་ཅིག་བྱེད་ཐུབ་རེད་དེའི་སྐབས་ལ་ཕྱི་ལོག་ཕར་འགྲོ་ཡས་ཀྱི་ལམ་ཁ་དེ་དར་དར་ཡོད་མ་རེད་ཁྲ་ཁྲ་སིང་སིང་ཞེ་དྲག་ཡོད་མ་རེད། རེ་བ། ད་དུས་ཕྱིས་སུ། དེའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ཀར་སེའུ་ར་དང་དགུང་ལོ་གང་ལ་གང་འཚམ་གཞོན་པ་བྱས་ནས་ཡང་སྲིད་སྐོར་ར་སྐོར་བཀའ་སློབ་གནང་ཕྱིར་རིགས་སྡེ་སེམས་ཤུགས་འཕར་བྱས་ནས་ད་ལས་འགུལ་མང་པོ་བྱེད་ཐུབ་ཀྱི་ཡོད་རེད་པ། ད་ད་ལྟ་སྐུ་མདུན་དགུང་ལོ་ཆེན་པོ་ཆེ་ཕེབས་སྔོན་མ་ནང་བཞིན་གནང་བ་དོན་གཅིག་ཆགས། ཨེ་ནི་དཔལ་ལྡན་ཕྱི་རྒྱལ་འགྲོ་ཡས་དེ་ཚོ་ཅིག་ཅིག་དར། རེད་པ། གཅིག་ནི་གཞུང་འབྲེལ་དང་བྱས་ནས་ཨེ་ནི་ཁྱེད་ཅག་མང་པོ་ཅིག་གླེང་ཡོད་རེད། ཨེ་ནི་སྒེར་སྒེར་དུ་མང་པོ་ཞིབ་ཅིག་འགྲོ་གི་ཡོད་རེད། ད་བོད་ནང་ལ། ལོ་ཤས་གོང་ནས། ཐམས་ཅད་རྒྱ་ནག་ཅན་དུ་འགྱུར་བ་སྲིད་དེ་སེམས་ནི་ས་ཡི་རྩི་བཞིན་སྲིད་དེ། འགྱུར་བ་སྲིད་དེ་གཞན་དག་ཁེགས་ཀྱི་མ་རེད། བུ་དུས་སེམས་དེ་ཡང་བོད་པའི་གི་ནང་ཆོས་དེ་ཡང་རྒྱ་ནག་ཅན་དུ་འགྱུར་བ། ཁེའི་སྐད་ཡིག་དེ་ཡང་རྒྱ་ནག་ཅན་དུ་འགྱུར་བ། ཆས་གོས་དེ་ཡང་རྒྱ་ནག་ཅན་དུ་གང་འདི་དེ་རྒྱ་ནག་ཅན་དུ་འགྱུར་ཡས་ཁེགས་ཀྱི་ཡོད་མ་རེད་རྩར་མེད་བཟོ་ཡས་ཀྱི་སྲིད་ཇུས་དེ་རེད།
དེས་ཤུགས་ཆེན་པོ་གཅིག་བྱས།

གཟའ་མཇུག་སློབ་གྲྭའི་ད་ལྟ་ང་ཚོ་ཞོགས་ཀྱི་ཐུག་བ་ན་ཞིག་རེད་ཁོ་གཅིག་ཡོད་རེད་ཁོ་མེད་པ་ལས་དྲག་གི་རེད་འཐེན་གི་འཕེན་གི་རེད་དེ། ཡིན་ན་ཡང་ང་ཚོས་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་བྱེད་དགོས་རེད་སྲུང་སྐྱོབ་བྱེད་དགོས་རེད་ཟེར་དུས། རིག་གཞུང་དེ་གཏིང་ཟབ་པོ་རེད་བ། སྐད་དེ་ཡིག་ཟབ་མོ་གཏིང་ཟབ་པོ་རེད་བ། བྱས་ཙང་གཏིང་ཟབ་པོ་དེ་ལ་དམིགས་བསལ་གྱི་དཀའ་ལས་ཅིག་བརྒྱབ་ནས་འཛིན་མ་ཐུབ་ན།

ལྔ་བཅུ་དྲུག་ཅུ་གཅིག་ཤིང་རྟ་མ་བྱུང་ན་ཡང་བོད་པའི་སྤྱི་ཚོགས་ཆུང་ཆུང་རུ་བ། ལྔ་བཅུ་དྲུག་ཅུ་གཅིག་བོད་པའི་སྐད་བདེ་གི་དངོས་གནས་བྱང་ཆུབ་པ་ཡག་ཐོག་རྗོད་ཀྱི་ཡོད་ན། གཞན་དག་སྨྲ་ཤེས་མཁན་དུ་སུ་བྲིས་ས་ཡོད། ལངས། བརྡར་ཤ་བཅད་ས་ཡོད། དེ་བལྟས་མེད་ན། ཁྱེད་ཆོས་རིག་རྐྱང་རྐྱང་ཤེས་འདི་ངས་བྱེད་ཀི། བོད་པའི་ཆོས་དང་རིག་གཞུང་གཏིང་ཟབ་པོ་དེ་འཛིན་འདོད་ཡོད་མ་ད་ཆོས་ཕྱོགས་དེ་གདན་ས་ཁག་ནས་ཡག་ཐོག་བྱུང་འདྲ་འདི་དུས། ད་ངོ་མ་ནང་ཞེན་ཡོད་མེད་དང་གང་ཞིག་དེ་གང་ལྟར་ཡག་ཐག་ཆོད་ཆགས་འདོད་ཡོད་རེད་ད་སྐད་དང་ཡི་གེ་དེ་དཔེ་རྙིང་ག་ཆེན་པོ་ཆགས་འདོད་ཡོད་རེད་ད་འདི་ཆ་ལ་ད་ལྟ་ང་ཚོ་འབད་བརྩོན་བྱས་ན་བྱས་འདུག་སྦྱང་ས་འདུག་ལོ་རྒྱུས་གླེང་ས་འདུག་ད་མུས་མཐུད་ནས་འགྲོ་ཐུབ་བའི་ཆེད་རོ་བ་འོ་དེ་བཟོ་ཡ་གལ་ཆེན་པོ་འདུག་ཟེར། ད་ད་ལྟའི་ཆ་ལ་ང་ཚོ་ཡང་ཡང་བསྐྱར་ང་ཚོ་ལྔ་བཅུ་ང་དགུ་གི་དུས་ཚོད་འདྲ་བོ་ཆེ་ལ་སླེབས་པ་འདྲ་བོ་ཅིག་ཉག་ཕྲ་བོ་ཅིག་ཆགས་འདོད་རེད་ད་དེ་ད་ལྟ་ང་ཚོ་གི་ད་ནང་མི་ཅིག་ཡིན་ན་རེད་བོད་པ་གྱེར་བྱས་ན་རེད་ཨ་ནི་ད་ང་ཚོ་གི་བཙན་བྱོལ་བོད་གཞུང་ངོས་ནས་ནི་ཅིག་ལྟེ་གནས་བཙུགས་གོ་ཡ་འདྲ་བོ་དང་ཅིག་འགན་ཆེན་པོ་ཞིག་ཁྱེར་ནས་ཅིག་གོམ་པ་ཆེན་པོ་ཅིག་བརྒྱབ་གོ་ཡ་འདྲ་བོ་ཅིག་ཟེར་གྱི་ཡོད་ན་དམིགས་བསལ་གྱི་ཕྱི་རྒྱལ་གྱི་ད་ལྟའི་ང་ཚོའི་དུས་ཚོད་རིང་དེ་ཅིག་བོད་གཞུང་གཅིག་པུ་ལ་དགོན་ས་འགུགས་བསྡད་ཡ་མི་འདུག་གཞུང་གི་བྱེད་ཡ་ཏན་ཏན་ཡོང་དགོས་རུང་བ་དེ་ང་རང་སྒེར་གྱི་ངོས་ནས་ཡིན་ན་གཞུང་གི་འདི་འདྲ་འབྲེལ་ཡོད་ཚང་མ་ལ་དེ་བསམ་འཆར་མང་པོ་ཕུལ་མྱོང་རུང་བ་གཞུང་གི་བྱེད་ཡ་ཡོང་གི་རེད་དཔེར་ན་ངས་ད་ལྟ་ལབ་པ་ན་ཞིང་དེ་གཏིང་ཟབ་པོ་འཛིན་སྐྱོང་བྱེད་མཁན་གྱི་གཅིག་གིས་མི་སྣ་གསོ་སྐྱོང་བྱས། དེ་ཡུན་འགོར་བ་གཞུང་གིས་མ་བྱས་ཐུགས་ཁུར་བ། གཞུང་གིས་མེད་ན་སྒེར་གྱིས་བྱེད་མཁན་ཁ་ཤས་འདུག་སྟབས་ཡག་ནས་བྱེད་མཁན་ཁ་ཤས་ཀྱིས་ངས་མཐོང་སོང་ང་ཚོ་ལ་འབྲེལ་བ་བྱས་སོང་དེ་འདྲས་འདུག་བསམ་བློ་འཁོར་མཁན་ཁ་ཤས་བྱེད་ཀྱི་འདུག་ད་དེ་མིན་པ་ཡིན་ན་མི་དཀྱུས་མ་འདྲ་ཅན་ཡིན་ན་སོ་སོ་ནང་ལ་ད་ཁྱེད་ངས་ཞོགས་སྐད་ལབ་པ་ན་ཞེས་ནས་སོ་སོ་ནང་ལ་སླེབས་དུས་བོད་སྐད་རང་རྒྱབ་ནས་ཕུགས་བསམ་བསྐྱེད་ལ། བོད་སྐད་ཀྱི་གོམས་གཤིས་འདུག་ཚུལ་བསླབ་བོད་སྐད་དུ་བྱེད་རེ་བ་ནི་བོད་པ་ཟེར་དུས་གཅིག་མཐོང་དང་སྤོབས་པ་སླེབས་ཡས་ཀྱི་མིག་དཔེ་གཅིག་བསྟན་རེ་བ། ལུང་པ་ཤོར་བལྟས་ཆོག་གང་ཡང་མ་འཇོན་མཁན་རེ་བ། གཅིག་ལྟ་ས་འདི་ས་མི་བདེན་གི་དེ་འདྲའི་བཟོ་རུ་གཅིག་རྣམ་འགྱུར་བསྟན་མ་བསྟན་བྱས་རེ་བ། དེ་གཅིག་བྱེད་ཐུབ་ན་ཨ་ནི་ཁྱག་ཏུ་འགྲོ་གི་རེད། ཨ་ནི་ད་འདི་ཡོང་བ་ལ་མི་རེ་ངོ་རེ་གི་ནང་ལོགས་ལ་འདི་ཕྱི་ཕྱི་སྐད་མ་གསུང་ན་ཨིན་ཇིན་འགུག་འདུག་བ།

པས་དེ་ང་ཚོ་རོགས་པ་བྱེད་མཁན་ཚིག་མི་འདུག་རོགས་པ་བྱེད་ས་གི་བོད་པ་དེ་ཚོ་ཕ་གི་བོད་ལ་དེ་ངས་དཔེ་མ་ཟེར་དཀའ་ངལ་འཁྲིགས་འདུག་ཟེར་དེ་བཞིན་ད་བྱེད་ཐུག་མི་འདུག་ཟེར་བྱེད་ཐུག་ག་མེད་དུས་ད summer program ཟེར་དེ་འདྲས་བཟོས་ནས་སྤུ་གུ་ལོ་ཕ་ཆེ་ག་ཚོད་ཡིན་ན་བཅོ་ལྔ་མ་ཐབས་མེད་འགྲོ་དེ་འདྲས་གང་ལ་གང་འཚམ་ཅིག་བསྡུས་ནས་པས་དེ་གླིང་ཕྲན་ཡག་པོ་དེ་འདྲས་ཚོགས་ཀི་གླིང་ཕྲན་སྐྱིད་པོ་དེ་འདྲས་ལ་ཁོ་ཚོས་འཁྲིད་ཡིན་ཟེར་གི་འདུག་བ་ཐེངས་དང་པོ་དེ་འཁྲིད་ནས་ནི་ཕ་གི་དེ་བྱེད་དུས་ད་ཁྱེད་རང་བོད་པར་བྱེད་ག་ཅིག་མ་ད་ང་ཚོ་མི་རང་རེད་ཤག་ཟེར། ཀའི་ཨིན་ཇི་སྐད་དང་དུས་སུ་ཚང་མ། ད་ཡིན་ན་ཁོ་ཚོ་མཉམ་དུ་ཕྱིན་འདི་འདྲའི་སྒྲུང་འདྲ་བོ་ཞེས་ཞེས་འདི་འདྲའི་ཡ་མ་བྱས་འདི་ནི་ཁོ་རང་ཚོ་གང་འཚམས་གཅིག་ནས་གཉིས་འདྲ་ཅིག་ཤེས་ནས་རེ་བ་སྤེལ་ཏེ། ཅིག་ལྟར་ལམ་ཁ་སྙེ་ཡས་ཀྱི་སོ་རུ་བ་ཅིག་བྱས་ནས། ཁོ་བདེ་བྱེད་ཀྱི་འདུག་ང་ཚོས་སྒོར་གཞས་འཁྲབ་ཆུ་ནས་ལབ་མེད། མཐའ་མ་དེ་ཁོ་རང་ཚོ་སྒོར་གཞས་འཁྲབ་ཀྱི་འདུག་ཟེར་སྤུ་ཆུང་ཆུང་དུ་སྙིང་དེ། འདི་འདྲ་བྱས་ནས་ད་དེ་ང་ཚོས་དེ་བྱས་འདུག་བ། དེ་ཚོ་བྱས་ཡོད་འདུག་ང་སྒེར་གྱི་བསམ་འཆར་བཏང་ཡོད་ད་དེང་སང་སྙིང་རྗེ་ཕ་མ་དང་ཚོགས་པ་ཁ་ཤས་སེམས་ཤུགས་བྱས་ནས་རྒྱ་གར་ལ་ཁྲིད་ཡོང་གི་འདུག་བ། དེ་ཡང་ཡག་པོ་རེད། ད་དེ་ཡང་འགྲོ་སོང་ཆེན་པོ་དང་ད་ཁག་པོ་ཡོད་རོགས་ལས་ཀ་དེ་དེ་བྱེད་དུས་དེ་ཡིན་གཅིག་མིན་གཅིག་བྱས་གོང་དུ་ཁྱེད་རང་ཚོ་ས་ཁུལ་རང་ལ། བདུན་ཕྲག་གཉིས་གསུམ་གཅིག་བོད་པའི་རྣམ་པ་ཡོད་བསྡད་ས་ཅིག་བཟོས། དེ་བྱས་ན་ཁྱད་པར་འགྲོ་གི་རེད་ཟེར་དེ་འདྲའི་བསམ་འཆར་བཏང་མྱོང་བ། ལའང་ད་ང་ཚོ་ད་ལྟ་དེ་ཡིན་ལས་འབྲོག་ཆ་མཚོན་པ་ན་དེ།

ད་ཡིན་ན་ང་རང་བློ་དགའ་ཁང་ཤོག་རེད་ཅེས་ག་རེ་ཟེར་ན། ང་ལྐུགས་ཤེས་ཞེས་ཡོད་རེད་དེ་འདུན་པ་ཁང་ཤོག་རེད་ཅེས། དེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་རེད་བ། དེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། ཞི་དྲག་ཕར་འགྲོ་ཚུར་འགྲོ་བྱེད་དགོས་བསམ་ནས་འདྲ་མི་འདྲ་མི་དྲན་མཁན་ཞིག་ཚེ་ཕྱོགས་གཅིག་ནས་རེད་དང་ཡང་དེ་འདྲའི་ལྐུགས་པ་དེ་མེད་ད། དེ་འདྲ་བྱས་ཏེ་དཔེར་ན་ང་སློབ་གྲྭའི་དུས་དུས་སློབ་སྦྱོང་ཁོ་རང་བྱས་ཏེ་ངས་ཧུར་ཐག་པར་ཐག་བྱེད་དགོས་རེད། གཞན་དང་འདྲ་མི་འདྲ་ཞི་དྲག་བྱེད་ཤེས་ཀྱི་མེད། རྩེད་མོ་འདྲ་མི་འདྲ་ཤུགས་ཆེན་པོ་རྩེ་ཡས་ན་ཅི་འདྲའི་རྩེ་རྩེ་གི་ཡོད་དེ་ཤུགས་ཆེན་པོ་རྩེ་མི་ཤེས་སློབ་གྲྭ་ཁོ་རང་སློབ་སྦྱོང་རང་བྱེད་དུས་དེ་སྔ་སློབ་སྦྱོང་ནང་ཡག་པོ་ཡོད་དུས་དེ་ཟིན་དུས་ནང་ལ་འགི་དང་པོ་ཉེས་པ་དེ་འདྲའི་རྐྱང་རྐྱང་ལས་མྱོང། ད་དེ་འདྲའི་བལྟས་དེ་རེད། ད་ཚེ་ཉིན་གྲངས་གསར་འབྲི་དུས་དག་རང་རེད་དཔེ་ཆ་རང་ལྟ་དེ་མ་གཏོགས་འདྲ་མི་འདྲ་བྱེད་ཤེས་ཡོད་མ་རེད་དེ་མ་གཏོགས་ང་འདི་བ་ཕྱི་རྒྱལ་སྒྲོལ་ཨིན་ཇི་ཀའི་འདི་ཨོ་ཟི་ཤིང་གི་ཡོད་རེད་ཕྱི་རྒྱལ་སྒྲོལ་གོ་སྐབས་མང་པོ་རགས་སོ། རེད་བ་ཤོག་ཟེར་ངེས་སྐད་སྒྱུར་དེ་འདྲའི་ཤོག་ཟེར་ངེས་དེ་འདྲའི་གོ་སྐབས་རགས་སོ། སྟེ་འདུག་སུ་འགྲོ་ཡོད་མ་རེད་ད་རྒན་ལགས་ཁོང་ཚོས་གི་སྐད་ཆ་བཀའ་སློབ་ཉན་ནི་ང་རང་གི་དེ་བསམ་བློ་རེ་ཅིག་བཏང་ནས་ད་དེ་ཕུགས་རྒྱང་རིང་པོ་དེ་གས་བྱས་ས་རེད་བསམ་བསྡད་རེད་བ། ཨེ་ནས་མི་མཚན་ཉིད་གྲྭ་ཚང་དེ་སྐྱབས་མགོན་རིན་པོ་ཆེ་ཁྲིད་བསྡད་ཡོད་རེད་གསུང་བྱུང་དུས་སུ་ཡང་སེ་ཞུ་ཡོད་རག་གི་ཡོད་རེད་རེད་བ། དེ་འདྲས་བྱས་ནས་ཨེ་ནས་དེ་ནས་ཅིག་གང་ལྟར་ཁོར་ཡུག་གི་རྐྱེན་པས་གི་ད་སྔ་ཕྱི་བར་གསུམ་ལ་སྐྱབས་མགོན་རིན་པོ་ཆེན་གི་གར་སོ་རེད

ལ་རེད། གཞུང་དེ་འདི་འདོད་པ་གང་ཤོག་དེ་རེད། ད་དགོང་འདི་འདི་ངས་དྲི་བ་ཞེན་པ་དེ་ཏག་ཏག་ཏག་ཏག་འདུག། དེ་མ་གཏོགས་ང་བྱས་རྗེས་འདི་འདྲ་བྱས་ཡོད་ཟེར་དེ་ག་ཡོད་མ་རེད། ལར་འདི་ངས་དྲི་བ་ཞེན་པ་དེ་ཏག་ཏག་འགྲོ་ཐུས་གནང་གི་འདུག་ད། གལ་སྲིད་ལ་ཕྱག་ལས་མང་པོ་གནང་ཡོད་རེད་དེ་འདོད་པ་ཁམས་པ་ག་བོ་མང་པོ་བྱས་ཡོད་རེད་དེ་ད་གལ་སྲིད་ལ་རང་ཡང་ཅིག་ནང་པའི་ཆོས་ཉམས་ལེན་བྱེད་མཁན་ཅིག་འདུག་སོ་སོའི་ངོས་ནས་ད་མི་ཚེ་ཧྲིལ་བོ་ཅིག་བོད་ལ་ཕུལ་ཡོད་རེད་ད་བོད་ཀྱི་རྩ་དོན་གོང་ས་མཆོག་གི་བཀའ་དྲིན་ད་སོ་སོ་སྒེར་གྱི་ཆ་ནས་ཡང

ཨ་ནི། ད་ངས་འདི་སྒྲུང་རྒྱུན་པོ་བཤད་རྒྱུའི་དུས་ཚོད་ཡོད་མ་རེད་དེ་ང་ཀུ་ཀུ་ཡིག་ཚང་ལེན་ཤོག་ཟེར་རྒྱུ་ནི་ངའི་བསམ་བློའི་ནང་ལ་ཡོད་མ་རེད། ཀུ་ཀུ་སྐྱབས་མགོན་ནོར་བུ་ཞི་བུ་ཅིག་བརྩི་གི་ཡོད་རེད་ང་ནི་ན I am nobody ཨིན་ཇི་སྐད་མ་གསུངས་ན་དེ་སྐུ་མདུན་གསུང་ཆོས་བྱས་ཏེ་རྨི་ལམ་བཏང་མྱོང་ཡོད་མ་རེད་བ་ད་ཡིན་ན་དེ་འདྲའི་ཧོབ་དེ་གང་ལ་ཡག་ཤོག་ཟེར་ལབ་ད་འདི་སྒྲུང་རིང་པོ་འདྲ་ཞིག་ཡོད་རེད་དེ་ནས་ཤོག་ཟེར་དེ་དེ་སླེབས་ཡོང་དུས་ཨ་ནི། འདི་སྐུ་ངོ་ཅི་ཡོད་སྐུ་ངོ་འདི་ང་དེ་འདྲས་ལབ་ནས། ད་ཁྱོད་རང་ད་འདི་འདི་ང་ཚོ་བསམ་རྒྱག་དེ་འདྲས་འདུག། ད་ཡིན་ན་ད་ལྟ་ཟླ་བ་གཅིག་སྐུ་མདུན་ལྷོ་ཕྱོགས་ཕེབས་ཀྱི་རེད་དེ་ནས་ང་ཚོ་ཡར་ཡོང་དུས་ཁྱོད་རང་ལེན་གྱིས་ཡོད། གསུངས་སོང་ང། བཏང།
དེ་ནས་དགུང་རྟགས་འདི་ང་བསམ་བློ་བཏང་རེད། དགུང་རྟགས་འདི་བསམ་བློ་བཏང་ནས་ད་ང་ག་རེ་བྱེད་འདོད་ཟེར་ན། གཅིག་ང་རྒྱ་གར་ལྷོ་ཕྱོགས་ལ་མ་ཤོག་ཟེར་དུས་དུས་ནས་ཡོད་རེད། འདི་ཞིག་ལ་ཁྱོད་རང་མ་ཤོག་དམིགས་བསལ་བཏང་གི་ཡིན། རེད་བ། དེ་བྱས་ནས་ཁྱོད་རང་འདི་སྐར་ཚོགས་དེ་དཔེ་ཆ་མུ་མཐུད་ནས་བལྟས་དེ་ནས་གྲྭ་ཚང་ངོས་ནས

ད་དེ་དགེ་བཤེས་ལྷ་རམས་པ་བཏང་ནས་འདི་ཐོན་སོང་ན་ག་རེ་བྱེད་ཡས་རེད་ཟེར་ན་ད་དཔེ་ཆ་ཁྲིད་ནས་བསྡད་ཡས་རེད་རེད་བ། འོ་ན་བྱས་ན་དེ་ཚོ་བསམ་བློ་འཁོར། ད་བསམ་བློ་འཁོར་དུས་ད་དགེ་བཤེས་ལྷ་རམས་པ་ཞིག་གིས་དཔེ་ཆ་བཏང་ནས་དཔེ་ཆ་ཁྲིད་མཁན་ད་མང་ཐོག་ཆོད་ཡོད་རེད། ངས་ཀྱི་ཞེ་དྲག་ཕན་ཐོག་དམིགས་བསལ་བྱེད་ཡས་ཁས་མི་འདུག་བ་བསམ་སོང། ད་གཉིས་པ་དེ་དགེ་བཤེས་ཅིག་བཏང་དེ་རྗེས་ལ་མང་པོ་ཕྱི་རྒྱལ་འགྲོ་དགོས་རེད་བ། ད་ང་ཚོ་འདིར་འགྲོ་ཡས་མཐུན་རྐྱེན་ཆ་ཚང་ཡོད་རེད།

ཁོ་སྐུ་མདུན་ཐོག་མ་ཁོ་རང་རྗེའུ་ཞི་མི་རིགས་འདྲ་བོ་ཅིག་རེད་ལ་བཙན་བྱོལ་ཨོ་སི་ཡོད་མཁན་ཅིག་རེད། སྐུ་མདུན་མཇལ་ཁ་བཅར་ནས་སྐྱབས་མགོན་རིན་པོ་ཆེན་ལ་ང་ཡིས་ཁྱེད་རང་རོགས་པ་འཇིགས་བྱེད་གཉིས་དཀྲུགས་འདུག། རོགས་པ་ག་འདྲི་ཅིག་ལ་ཐུག་འདོད་ཡོད་ན་སྐུ་མདུན་དྲིས་དུས་སྐུ་མདུན་གྱིས་དགོངས་པ་ཁོ་རང་མ་ཤེས་བྱས་ནས་སཱིནས་གསུང་གི་འདུག། བྱེད་དུས་རྒྱུན་རིང་པོ་ནས་སྐུ་མདུན་ཐུགས་ལ་འདི་གལ་ཆེན་པོ་ཅིག་བརྩིས་ནས་ཡོད་ས་རེད། ཨ་ནི་ང་འདི་ཅིག་རོགས་པ་བྱེད་ཀྱིན་ལབ་ནས་ད་ལྟ་བར་དུ་ད་ལོ་ཉིས་བརྒྱ་རྩ་ལྔ་ཕྱིན་ས་རེད་ད།

ལྷ་སའི་དེ་འདྲས་བྱས་ནས་ད་གང་ལྟར་སྙིང་པོ་འདི་ང་གཉིས་རྒྱུན་རིང་པོ་ལྟ་འདུག་སུ་ལས་ཀ་མཉམ་དུ་བྱས་པ་ཡིན་ཙང་ནི་ཁོ་རང་ཅིག་འདོད་པ་རེད་ཅེས་ཁང་བྱས་ནས་ང་ལ་དགའ་བོ་བྱེད་ཀྱི་རེད། དགའ་བོ་བྱེད་བྱས་ནས་ནི་ཁ་སང་ང་ཚོ་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་སྐབས་ལ་ཁོ་རང་རྡ་རམ་ས་ལ་སླེབས་རེད། སླེབས་ནས་དེ་འདྲས་ཅིག་གཏམ་བཤད་བྱས་པའི་ལས་རིམ་ཅིག་ནང་ལོགས་ལ་དེ་རིང Surprise ཅིག་ཡོད་ལབ།

ཁར་ཟེར་བ་རེད་ང་ང་རང་གིས་ཅིག་བཤད་བཞག་པ་དེ་ལ་ང། ཞི་བ་ཅིག་སྤོབས་པ་འདྲ་བོ་དང་དེ་འདྲས་ཅི་ག་མེད། མེད་དུས་ང་དཔེ་མཛོད་ཀྱི་ཕ་གིར་སླེབས་ཚར་བའི་རྗེས་ལ་ཕྱི་འབྲེལ་ལས་ཁུངས་ཀྱིས། བདུན་ཕྲག་གཅིག་ལ་ནང་ཆོས་བཤད་ཅིག་བྱེད་རོགས་བྱས། ང་ལ་ལབ་རེད། རྩ་བ་ཉིད་ནས་བྱེད་ཀྱི་མིན་ཧམ་པ་ཆེ་ཐག་ཆོད་རེད། སྐྱབས་མགོན་རིན་པོ་ཆེ་འདི་བཞུགས་དུ་ཡོད་རེད་དགེ་བཤེས་མཁས་པ་གང་དུ་ཡོད་རེད། རེད་བ། འདིའི་ཁྲིད་ལ་ངས་འདི་རྟག་པ་ཅིག་བཤད་དེ་ན་ང་ངོ་འཁོར་ཚར་ས་རེད་ཁྱོད་ནི་ཁས་ལེན་མེད། དེ་ངས་བཤད་དགོས་ག་རེད་ཟེར་ན་ང་རང་ང་རང་གི་ཞེ་བོ་ཡོད་བསམ་པ་འདྲ་བོ་དང་ང་རང་ང་རང་གི་ཁྱབ་བསྒྲགས་བྱས་ཏེ་དགའ་བོ་མེད་ང། དེ་ག་ནང་བཞིན་གྱི་ང་དུས་ཕྱིས་སུ་ག་ལི་ག་ལི་ད་བྱེད་ཅིག་འདི་བ་དེ་ཡར་མ་སྐད་བཏང་ནས། ཧ་ཤོག་ཚུད་ཤོག་ཟེར་ནས་སྐད་མང་པོ་བཏང་ནས་ཅིག་བཤད་ག་བྱེད་དགོས་རེད་དེ་བཤད་ནས་ངས་དོ་སྣང་ཁོ་རང་བྱེད་ཀྱི་མེད་ང་རང་བཤད་ཕྱོགས་ཉར་གི་ཁོ་རང་མེད། ད་ཡིན་ན་ཡང་ག་ལེ་ག་ལེ་ག་ལེ་ག་ལེ་ཞེས་བཤད་དགོས་ཡོད་དེ་མང་དུ་མང་དུ་མང་དུ་ཆགས་ནས་མང་པོ་བཤད་དགོས་ཆགས་ཡོད་འདུག་ད་དེ་དེ། ང་ང་སྒེར་གྱི YouTube ཡོད་མ་རེད་དེ་ད་མང་པོ་གིས་བཅུག་ནས་དྲ་ཐོག་བཟོས་ཤག་དུས་ད་མི་མང་པོ་ལྟ་འགྲོ་རོགས། ལ་རེ་ད་དེང་སང་ངས་ལབ་ན་ང་ངོ་ཚ་གི་འདུག་དེ་དེ་དགེ་བཤེས་ལགས་ཁྱེད་རང་གི་གཏམ་བཤད་དེ་ཕན་པོ་ཞེ་བོ་ཅིག་བྱུང་ཟེར་ནས

བོད་པའི་གཏམ་དཔེ་སྦྱོར་བ། དམག་ལ་ཕན་ན་ཁྱི་སེར་ལ་ཡང་བྱུགས། དམག་ལ་ཕན་གྱི་འདུག་ན་ཁྱིའི་རྩི་ལུས་ཡིན་ན་བྱུགས་ཟེར་སྦྱོར་བ། ཁྱི་ནང་ཞིག་ད་ཕན་གྱི་ཡོད་ན་སྐྱོན་མི་འདུག་བསམས་སོ། དེ་ནས་ངས་ཨ་ནེ་ངོ་མ་དེ་ངའི་གྲོགས་པོ་རྒྱ་གར་གྲོགས་པོ་ཅིག་ཡོད་ཁོ། ཡོན་ཏན་ཡག་པོ་ཡོད་མཁན་ཅིག་རེད་ཁོ་རང་གིས་ཁོ་ངོ་བཀའ་བཀྱོན་བཏང་གི་འདུག་ཁྱེད་རང་དེ་གཏམ་བཤད་ཡག་པོ་ཞེ་བོ་བཤད་གི་འདུག་དེ་ཚོ་གཅིག་ག་བདག་པོ་མ་བརྒྱབ་ནས། ད་བདག་པོ་བརྒྱབ་དགོས་རེད་ཁྱེད་རང་དེའི་བེབ་སཱི་ཏི་བཟོས་དྲ་རྒྱ་བཟོས། དེ་ངའི་དཔེ་དེ་བཟོ་མཁན་མི་དེ་ཚོ་དཔེ་ཡག་པོ་དེ་འདྲའི་འགྲོ་སོང་ཆེན་པོ་བཏང་ནས་དེ་བཞག་དགོས་ཟེར་ལབ་རེད་ཁོས།

པད་མ་སི་གིས། ཐུན་དུས་རེད་དེ་ངས་པད་མ་སི་དུས་ཚོད་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཁྱེད་ཀྱི་ལག་གི་མི་ཚེ་ཧྲིལ་བོ་ཆེ་ཨ་ནི་ང་ཚོ་བོད་ལ་ཕུལ་ཡོད་རེད། ཨ་ནི་མི་མང་པོ་ཆེ་ལ་ཕན་ཡོད་རེད། ད་ལྟ་འདྲ་བོ་བྱས་ན YouTube Channel འདྲ་བོ་ཆེ་ཆ་མཚོན་པ་ན་འདི་ནང་ལ་གཟིགས་ན Video པད་མ་སི་མང་པོ་འདུག་ཨ་ནི་གཟིགས་རོགས་གནང་ཚང་མ་ལོ་ཨ་ནི་མི་མང་པོ་ཆེ་ལ་ད་དུང་ཡིན་ན་ཕན་གྱི་རེད་བསམ་གྱི་འདུག་ཨ་ནི་ཁྱེད་ཀྱི་ལག་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཐུགས་རྗེ་ཆེ།